ཁྱི་ཕོ་ཞི་བའི་ལོ་འཁྲུངས། ཡབ་ཡུམ་གཉིས་ཀྱིས་ཤེས་རབ་རྒྱ་མཚོ་ཞེས་མཚན་བཏགས། དམ་པ་འདི་རང་ཚེ་རབས་སྔ་མ་ནས་འབྱུང་བའི་བག་ཆགས་ཡོད་པ་དང། ཡབ་ཡུམ་གཉིས་ཀྱང་ཆོས་དང་མཐུན་པས་དམའ་ཤོས་ཙམ་ནས་ཡི་གེ་དྲུག་པ་བཟླ་བ་དང་ཆོས་སྤྱོད་སྣ་ཚོགས་འདོན་པ་དང། ཀློག་ཡིག་སློབ་པ་དང་མི་དགེ་བཅུ་ཕྲ་མོ་ནས་སྤོང་བ་དང། གཤེགས་དང་བསྐོར་བ་སོགས་སྒོ་གསུམ་དགེ་ལ་སྦྱོར་བ་ཞིག་བྱུང། དེ་ནས་དགུང་ལོ་དྲུག་བདུན་ལོན་ཏེ། བསམ་བློ་རྙེད་པ་ན། ཁྱིམ་ལ་བརྩོན་རིག་འདུ་ཤེས་སྐྱེས་ཏེ། སྐད་ཅིག་ཀྱང་སྡུག་མི་ཕོད་པའི། སེ་འབྲས་གང་རིགས་ཤིག་ཏུ་ཞུགས་ཏེ། ཆུའི་རྣམ་དག་ཅིག་བྱ་འདོད་པ་ནར་མར་བྱུང་སྟེ། ཡབ་ཡུམ་གཉིས་ལ་ཡང་དོན་དེ་ལྟར་རྩོལ་བ་ན། ཡབ་ཡུམ་དེ་གཉིས་ཀྱང་ཁྱེད་དང་མཐུན་པའི། བཀག་པ་མ་བྱས་པར། དམ་པ་འདི་རང་གི་ཐུགས་བཞེད་ལྟར། ཁྱེད་སྒོར་འཇུག་པའི་མཐུན་རྐྱེན་སྦྱར་ཏེ། དགུང་ལོ་བཅུ་གསུམ་གྱི་ལོ། སེ་ར་ཐག་ཆིན་གླིང་དུ་ཕེབས་ཏེ། ཞེས་མཁས་མང་གྲྭ་ཚང་དུ་ཞུགས་ནས། ཞེས་ཡུལ་དཔོན་སློབ་རྒྱ་མཚན་དོན་གྲུབ་ཀྱི་དྲུང་དུ་རབ་ཏུ་བྱུང་ནས་དགེ་ཚུལ་གྱི་སྡོམ་པ་བཞེས། མཚན་བཟོད་པ་རྒྱ་མཚོ་ཞེས་བཏགས། ལོ་དེའི་རིང་ལ་ཆེ་སྐྱོན་རྣམས་བཟུང། དགུང་ལོ་བཅུ་བཞི་བ་ལ་ཆོས་གྲྭ་འགྲིམས་ཏེ་ཐོག་མར་སྡེ་རིར་ཞུགས་ཏེ། སྦྱོར་བ་རྩ་བར་མཛད་པས་གཞན་གྱིས་སྐལ་བ་ལ་མ་ལྟོས་པར་ཐུགས་བརྩོན་ཤིན་ཏུ་ཆེ་བས། རང་ངོ་མ་ཐོགས་པར་སྦྱོར་བ་ལ་བྱང་བར་གྱུར་ནས། ཕར་ཕྱིན་ལ་སྦྱང། རྗེ་བཙུན་ཆོས་ཀྱི་རྒྱལ་མཚན་གྱིས་ཕར་ཕྱིན་གྱི་ཡིག་ཆ་རྣམས་ཐུགས་ལ་བཟུང། ཉིན་མཚན་ཀུན་ཏུ་ཐུགས་བརྩོན་ཤིན་ཏུ་ཆེ་བར་མཛད་པས། ལོ་གསུམ་ཙམ་གྱི་རིང་ལ། ཕར་ཕྱིན་གྱི་གཞུང་ལ་མཁས་པར་གྱུར་ཅིང། ལུས་རྒྱུ་འབྲས་དང་ས་ལམ་བགྲོད་ཚུལ་སོགས་ཕར་ཕྱིན་གྱི་གཞུང་དོན་ཉམས་སུ་ལེན་ཚུལ་ལ། དངོས་ཤེས་སྟོང་ཚིགས་པ་ཉིད་ནས། སྒྲུབ་པ་རྙིང་བར་བྱེད་འདོད་ཤུགས་དྲག་པོ་འཁྲུངས་ཏེ། དགེ་རྒན་དང་གྲོགས་རྣམས་ལ་དེ་བཞིན་གྱི་ཁྲིད་བྱས་པ་ན། སྒྲུབ་པ་ལ་སྐུལ་བ་སེམས་མ་བྱུང་ཞིང། ཐམས་ཅད་ཁ་མཐུན་པར་རེ་ཞིག་སྒྲུབ་པ་བྱེད་པ་མི་ཡོང་ཚུལ་བླངས་པ་ན། དམ་པ་འདི་ལ་རྟ་བཟང་བོ་ལྕགས་ཀྱིས་བྲབས་པ་ལྟར་སྒྲུབ་པ་ལ་སྐུལ་མར་གྱུར་ཏེ། འདི་བདག་གིས་ཟེར་བ་ལྟར་བསྟན་འགྱུར་ལན་གཅིག་ཐོབ་པའི་སྐབས་འདིར་ཉམས་ལེན་ཁོ་ཐག་ཆོད་པ་ཞིག་བྱེད་རྒྱུ་མ་བྱུང་བར་ཤི་ན། དལ་བ་སྟོང་ཟད་དུ་འགྲོ་བ་འདུག་ཅིང། དེ་རིང་རང་ཡང་མི་འཆི་བའི་སྡང་མི་འདུག་པས་འཕྲལ་དུ་སྒྲུབ་པ་རྣམ་དག་ཅིག་བྱའོ་སྙམ་པའི་འདུན་པ་ཤུགས་དྲག་འཁྲུངས། སྔར་སྲོལ་གྲྭ་ཟུར་ཞིག་བརྩམས་ནས་ཕར་ཕྱིན་གྱི་ལམ་གྱི་འགྲོ་ལུགས་དང་དབུ་མ་ལ་སྦྱོང་སྟེ། ཟབ་མོའི་དབུ་མའི་ལྟ་བ་ལ་གོ་བ་ཆགས་ཙམ་བྱུང་ན། དེ་ནས་སྒྲུབ་པ་རྣམ་དག་ཅིག་བྱེད་སྙམ་པ་ནར་མར་ཡོད་དོ། ནམ་འཆི་ཆ་མེད་དྲན་པ་དང། ཚེ་འདིར་ཆགས་པའི་སྐྱེ་བོ་རྣམས་ཀྱིས་བྱེད་སྤྱོད་དང་སྦྱོད་ཚུལ་དེ་དག་གི་རྐྱེན་བྱས་ཏེ། དབུ་མའི་གཞུང་ལ་རྒྱུང་ལོང་མ་བྱུང་བར། ཚེ་ར་རྩེའི་རྒྱའི་སྒྲུབ་ཁང་ན་བླ་མ་བཟང་བོ་ཞིག་བཞུགས་འདུག་གོ་ཟེར་བ་བསམ་པས། ལུས་ཀྱི་སྤུ་བཟང་ཞེས་བཤད་ཀྱང་སྨྲ་མི་ཤེས་པའི་དད་གུས་ཆེན་པོས་འཁྲུངས་ཏེ། ང་ཡང་བླ་མ་དམ་པ་འདིའི་ཞབས་དྲུང་དུ་ཕྱིན་ཏེ། ཚེ་དང་སྒྲུབ་པ་ཉམས་པ་ཞིག་བྱེད་སྙམ་པ་བྱུང་སྟེ། མཁའ་འགྲོའི་ཆེད་སྐྱོང་ཤིང་དུ་བཞག་སྟེ། དེ་ལྟར་བྱེད་པའི་དམ་བཅའ་དྲག་པོ་མཛད། དེ་ནས་ཤེས་པ། བླ་མའི་དྲུང་དུ་ཕེབས་ཏེ་སྤྱན་ཕྱི་མ་དང་བཅས་རྒྱུ་མཚན་ཞིབ་ཏུ་བྱས་ནས་དགོངས་བ་ནན་གྱིས་ཞུས་ཏེ། དགུང་ལོ་བཅུ་བདུན་གྱི་ཐོག་ཚེ་རང་རྩེར་རྒྱའི་སྒྲུབ་ཁང་བ་འཇལ་དུ་ཕེབས། རྗེ་བཙུན་མི་ལས་ལྷོ་བྲག་དམར་བ་ལ་ཇི་ལྟར་གསོལ་བ་བཏབ་པ་ལྟར་རྒྱའི་སྒྲུབ་ཁང་བ་ལ་ལུས་ངག་ཡིད་གསུམ་ཕུལ་ཏེ་རྒྱལ་བ་ཙོང་ཁ་བའི་བསྟན་པའི་སྙིང་བོ་བྱང་ཆུབ་ལམ་གྱི་རིམ་པ་ལ་ཚེ་དང་སྒྲུབ་པ་མཉམ་པ་ཞིག་ཡོང་བར་གསོལ་བ་བཏབ། རྗེས་སྒྲུབ་ཁང་བས་ཀྱང་རྗེས་བཞིན་དུ་བཤད་ཀྱིས་བཞུས་ཏེ། དུས་གསུམ་གྱི་རྒྱལ་བ་ཀུན་གྱི་བགྲོད་པ་གཅིག་པའི་ལམ་པོ་ཆེ། ཆོས་ཕུང་བརྒྱད་ཁྲི་བཞི་སྟོང་གི་བརྗོད་བྱའི་དོན་ཐམས་ཅད། གང་ཟག་གཅིག་གི་ཉམས་ལེན་གྱི་རིམ་པར་བསྡུས་པ། བྱང་ཆུབ་ལམ་གྱི་རིམ་པའི་ཁྲིད་རྒྱས་པར་གནང། སྐྱེས་བུ་ཆེན་པོའི་སྐོར་ལ། ཐེག་ཆེན་སེམས་བསྐྱེད་སྦྱོང་བའི་མན་ངག། སྤྲུལ་བའི་དཔལ་ལྡན་ཨ་ཏི་ཤས། སྙན་རྒྱུད་ཀྱིས། རྒྱལ་བའི་སྲས་པོ། བཟང་བོ་དཔལ་གྱི་ཁྲིད་ཡིག་སྡོམ་ཚིག་ལྟ་བུ་མཛད་པ། བློ་སྦྱོང་དོན་ལྡན་མའི་ཁྲིད་དང། ལམ་རིམ་གྱི་དགག་སེལ་བོགས་འདོན་དུ་སྤྱོད་ཀྱི་ཁྲིད་དང། གྲུབ་ཆེན་མི་ཏྲ་ལ་མགོན་པོ་སྤྱན་རས་གཟིགས་ཀྱི་མདོ་སྔགས་གཉིས་ཀའི་ལམ་གྱི་གནད་བསྡུས་ནས་བསྟན་པ་སྙིང་བོ་དོན་གསུམ་གྱི་ཁྲིད་རྣམས་མྱོང་ཁྲིད་དུ་བྱས་ཏེ་ལེགས་པར་ཟིན། དགུང་ལོ་ཉི་ཤུ་ལ་བབ་པ་ན། སྔར་དགེ་ཚུལ་གྱི་མཁན་པོ་ཞིག། བླ་མ་རྒྱལ་མཚན་དོན་གྲུབ་ལ། བསྙེན་རྫོགས་ཀྱི་སྡོམ་པ་བྱས། རྒྱས་བསྒྲུབ་ཁང་བའི་བཀའ་ལྟར་ཚེ་ར་རྩེར་རང་ཤོང་གི་ཁང་བུ་ཞིག་གསར་དུ་བཟོས། ལོ་བཅུ་དགུ་ནས་ཉི་ཤུ་རྩ་གསུམ་གྱི་བར་ལོ་ལྔའི་རིང་ལ་ཕྱི་ནང་གི་གཡེང་བ་གང་ཡང་མེད་པར་འཚོ་བ་དཀའ་ཐུབ་ལ་གནས་ནས་བྱང་ཆུབ་ལམ་གྱི་རིམ་པའི་ཉམས་ལེན་ལ་ཆིག་སྒྲིལ་དུ་འབད་ཅིང། དགག་བསལ་དབང་དོན་སྤྱོད་ཀྱི་དམིགས་སྐོར་དང་བློ་སྦྱོང་གི་ཉམས་བཞེས་ལ་འབད་པས་ཤེས་ཉོན་གཏན་ཚིགས་ནས། ཞི་ལྷག་གི་བར་ལམ་གྱི་ལུས་ཡོངས་སུ་རྫོགས་པ་ལ། གཙོ་བཅོས་ཀྱི་མྱོང་བ་ལེགས་པར་ཐོན། དེ་ནས་ཉམས་ལེན་ལ། བོགས་འདོན་ཕྱིར། རྗེས་ཐམས་ཅད་མཁྱེན་པ། འཁོར་བརྟག་པ་རྣམ་བརྒྱད་དང་བཅས་པའི། གང་དུ་མཐོང་བའི་ཆོས་ལ། རྟོག་པ་མཆོག་ཉེ་བའི། ས་འོག་གི་སྒྲུབ་གནས་སུ། སྒྲུབ་པ་བྱ་ཕྱིར་ཕེབས་ཏེ། ཐོག་མར་དབོན་གྱི་སྒྲུབ་ཕུག་ཅིག་ཏུ་ལོ་གཅིག་བཞུགས། དགེ་སྦྱོར་ལ་བག་ཤིན་ཏུ་ཆེ་བ་བྱུང་ཞིང། མགོན་པོ་ཞག་འགྲིག་པ་སོགས་ལྷའི་གཟིགས་སྣང་ཡང་ཁ་ཡར་བྱུང། དུས་དེ་ཙམ་ནས་བཟུང་དམ་པ་འདིའི་ཡོན་ཏན་ལ་འཁོར་བའི་སློབ་མ་དད་པ་ཅན་ཡང་མང་དུ་བྱུང་སྟེ། གང་དང་གང་དུ་སློབ་མ་དད་པ་ཅན་གྱིས་གསོལ་བ་བཏབ་པ་དེ་དང་དེ་དག་ལ་རང་རང་གི་དབང་བོ་དང་འཚམ་པའི་ཆོས་ཅི་རིགས་པ་གནང་ཞིང། རྒྱུན་དུ་ནི་རྣམ་འབྱོར་དབང་ཤུགས་མི་ལ་རེ་བ་ལྟར་གཅིག་པུ་དབེན་པར་གནས་ཏེ། འགའ་ཞིག་ཏུ་བསྡུས་བཅུད་ལེན་དང་འགའ་ཞིག་ཏུ་མེ་ཏོག་བཅུད་ལེན་དང་འགའ་ཞིག་ཏུ་ཆུའི་བཅུད་ལེན་མཛད། རྒྱུན་དུ་རྩམ་པ་མ་ཆུ་ཙམ་རེ་དང་ཐིགས་པའི་ཕྱོགས་ཤིག་བར་མཛད་ཅིང། ཕོག་པའི་རིགས་བཞི་དང་དགེ་སྦྱོང་གི་ཆོས་བཞི་ལ་གནས་ཏེ། འོལ་ཁ་ཆེ་ལོང་སོགས་རྒྱའི་སྒྲུབ་གནས་རྣམས་སུ་སྒྲུབ་པ་ལ་བརྩོན་པར་མཛད། དེ་ནས་ཆོས་འཁོར་བརྒྱད་ཀྱི་གནས་རྣམས་དང། རྩ་རིའི་གནས་རྣམས་སུ་སྒྲུབ་པ་མཛད་པས། དགེ་བསྒྱུར་ལ་བག་ཆེ་བར་བྱུང་ཞིང། དག་པའི་གཟུགས་སྣང་ཡང་མང་དུ་བྱུང། དེ་ནས་ཚུར་ཕེབས་ཏེ་ཡེར་བ་ལྷ་རི་སྙིང་བོ་དང། ཕན་ཡེ་བཅས་བཀག་སྡོམ་གོང་མའི་གནས་རྣམས་དང་ལྷག་པར་ར་སྒྲེང་དུ་སྒྲུབ་པ་ཡུན་རིང་དུ་མཛད། གནས་དེ་དང་དེ་དག་ཏུ་ཡང་ཤེས་ཡོན་དམ་པ་མང་བོ་ལ་དབང་ལུང་མན་ངག་མང་དུ་གསན། དེ་ནས་མཁའ་འགྲོར་ཕེབས་ཏེ། སྲིན་མོའི་དམིགས་པ་སྐོར་གསུམ་གྱི་སྒོ་ནས། གཞི་བདག་དམ་ལ་བཏགས་ཏེ། ལྷར་སྒྲུབ་སྡེ་ཆགས་པའི་རྟེན་འབྲེལ་བསྒྲིག། དེ་ནས་དགེ་བསྒྱུར་ལ་འོག་བྱུང་བ་དང། གདུལ་བྱ་སྐལ་བ་དང་ལྡན་པ་དག་ལ། ཕན་བདག་ཕྱིར་གཙང་ཕྱོགས་ལ་བྱོན་པས། རྒྱལ་བ་དབེན་ས་བ་ཡབ་སྲས་ཀྱི་སྒྲུབ་པ་ཉེ་བའི་ས་དབེན་དགོན་དང། ཞང་དུ་རྒོད་ཚང་སོགས་སུ་བཞུགས་ཏེ། དབེན་ས་བ་ཡབ་སྲས་ཀྱི་རྣམ་ཐར་བསྐྱངས། ཀྲུང་ཧྭ་ཡབ་སྲས་ཀྱི་ཐུགས་སྲས་བླ་མ་བརྩོན་འགྲུས་རྒྱ་མཚོ་ལ་བླ་མ་མཆོད་པའི་ཁྲི་སོགས་དབེན་ས་སྙན་བརྒྱུད་ཀྱི་མན་ངག་མང་དུ་གསན། བཀྲ་ཤིས་ལྷུན་པོར་ཕེབས་ནས་བོན་ཆེན་སློབ་བཟང་ཡེ་ཤེས་མཇལ། དེ་ནས་སྣར་ཐང་གངས་ཅན་ཁྲོ་ཕུ་རྒྱལ་སྲས་ཐོགས་མེད་བཟང་བོ་དཔལ་གྱི་སྒྲུབ་གནས་དངུལ་ཆུ་ཆོས་རྫོང་རྣམས་མཇལ་ཞིང་གནས་འབྲེལ་མཛད། དེ་ནས་རྟ་ནག་ལ་ཕེབས་ཏེ། རྗེའི་འགོས་ལོ་ཆེན་པོའི་སྒྲུབ་གནས་ཞལ་གཟིགས་དང། གྲུབ་ཆེན་ཆོས་རྡོ་རྗེ་འཁྲུངས་པའི་གནས་དང། རྒྱལ་བ་དགེ་འདུན་རྒྱ་མཚོ་འཁྲུངས་པའི་གནས་དང། ཀྲུང་བ་རྟ་ཕུག་པའི་བཞུགས་གནས་རྟ་ཕུག་རྡོ་རྗེ་གུར་ཁང་རྣམས་མཇལ་ཏེ། གནས་དེ་དག་ཏུ་སྒྲུབ་པ་མཛད་པས་དགེ་སྦྱོར་ལ་བག་ཆེ་བར་བྱུང་ཞིང། ལྷག་པར་རྟ་ཕུག་ཏུ་རི་ཁྲོད་པ་དད་ལྡན་མང་བོ་ལ་ལམ་རིམ་དང་བློ་སྦྱོང་སོགས་ཆེས་མང་དུ་སྩལ། རྟ་ཕུག་རི་ཁྲོད་པ་རྣམས་ཀྱིས་གསོལ་བ་བཏབ་སྟེ་ཀྲུང་བ་རྟ་ཕུག་པའི་རྣམ་ཐར་མདོར་བསྡུས་པ་ཞིག་ཀྱང་བརྩམས། དེ་ནས་གཡས་སུ་ཕེབས་ཏེ། ཚེ་ར་རྩེ། སྒྲུབ་ཁང་བ་ཆེན་པོ་མཆོད་ཅིང། བསྙེན་བཀུར་བས་ཉེ་བར་མཛད་དེ། མདོར་བསྔགས་ཀྱི་ཆོས་མང་དུ་གསན། ཚེ་ར་ནས་ཆེས་དོན་གཉེར་ཅན་བྱུང་བ་རྣམས་ལ། དབང་ལུང་ཕྲིན་འགའ་ཡང་བསྩལ། དེ་ནས་མཁར་རྡོའི་སྒྲུབ་སྡེ་ཆགས་ཏེ། མཁར་རྡོར་གཞི་ཕབ་ནས་བཞུགས། སྙམ་པའི་དྲག་པ་ཕྱོགས་ཐམས་ཅད་དུ་རྒྱས་ཏེ། ཕྱོགས་ཕྱོགས་ནས་འདུས་པའི་དད་ལྡན་རྣམས་ལ། དབང་ལུང་མན་ངག་རྒྱ་ཆེར་བསྩལ། བསྟན་པའི་དོན་དུ། ཕྱག་རྗེས་སུ། མཁའ་ཟླུམ་སྒྲིབ་སྡེར། སྤང་ཁང་མང་དུ་བརྩིགས་ཤིང། ལྷ་ཁང་མང་དུ་བཞེངས། བྱང་ཆུབ་ལམ་གྱི་རིམ་པའི་དམར་ཁྲིད་ཐམས་ཅད་མཁྱེན་པར་སྒྲོགས་པའི། བདེ་ལམ་གྱི་ཚོགས་ཞིང། མན་ངག་བཤད་ཤེས་སྟེར། བྲིས་ཐང་དཔར་དུ་བཀས། རྒྱལ་བ་ཙོང་ཁ་བ་གཙོ་རུ་བྱས་པའི། ལམ་གཙོའི་ཁྲིད་དང་མཐུན་པའི་ཚོགས་ཞིང་གི། ཐང་སྐུའམ་དཔར་དུ་བཀས། བཀག་སྡོམ་ལྷ་བཞི་སོགས་སྐུ་པར་མང་བོ་དང། སྤྱི་ཐང་མང་བོ་དང། གསུངས་པར་ཡང་མང་བོ་བཞེངས། དད་ལྡན་ཁྱིམ་པ་དག་ལ་ཡང་ཕན་བདག་པ་མང་དུ་མཛད་ཅིང། བསྟན་པ་ཡུན་རིང་དང་གནས་པའི་ཕྱིར། གསུང་རྩོམ་ཡང་བསྟན་པ་རང་ཉིད་ཀྱི་རྣམ་ཐར། བླང་དོར་མུན་སེལ། བླ་མ་མཆོད་པའི་ཁྲིད། བླ་མ་མཆོད་པའི་ཁྲིད་ཀྱི་ལྷན་ཐབས། ཕ་བོང་ཁའི་དཀར་ཆག། བདེ་ལམ་གྱི་གཤེགས་ཤིང་ལྷན་ཐབས། རྡོར་སེམས་འཕྲུལ་ཡིག། ཁྱེད་ཀྱིས་རྒྱལ་པོ་ཙོང་ཁ་བ་ལ་བསྟན་པའི་བླ་མའི་རྣམ་འགྱུར། གདོན་དཀར་བསམ་གཏན་གླིང་གི་དཀར་ཆག། མེ་ཏོག་བཅུད་ལེན་གྱི་གདམས་པ། རྒྱུན་ཁྱེར་སྤྱོད་ཀྱི་སྙིང་བོ། གནས་བཅུའི་ཆོ་ག། རྒྱུན་ཁྱེར་ཚོགས་མཆོད་སྙིང་བོ། རྡོ་རྗེ་འཇིགས་བྱེད་ཀྱི་བསྙེན་ཡིག། རྡོར་སེམས་བུམ་སྒྲུབ། མགུར་མ་ཤོག་ལྡེབ། བྱང་ཆུབ་ལམ་གྱི་རིམ་པའི། སྔོན་འགྲོའི་དོན་བསམ་པ་མདོ་ལུང་གསལ་བའི་ཉི་མ། བདེ་ལམ་ལྷག་མཐོང་གི་ལྷན་ཐབས། རྗེས་དགེ་ལག་རྒྱ་མཚོའི་རྣམ་ཐར། བསྒོམ་བཟླས་དགེ་བཤེས་ཀྱི་རྣམ་ཐར། གསོལ་འདེབས་བསྟན་བཤིག་སོགས་མཐོ་རུ་འགའ་ཡར་རྣམས་མཛད། དེ་ལྟར་བསྟན་འགྲོའི་དོན་རྒྱ་ཆེར་མཛད་ནས་སྐུ་ཚེ་འདི་ལྔས་ཀྱི་བསྡུ་བྱ་རྫོགས་པ་ན་ཀྲུའུ་ཀའི་བཀོད་པ་བསྡུས་ཏེ་སྒར་བདེ་མཆེད་ཀྱི་ཕོབ་གྲངས་དུ་ཕེབས་སོ།